ངས་ད་ལྟའི་བར་དུ་བོད་སྐད་སྦྱངས་ནས་ཕལ་ཆེར་ལོ་བཞིལོ་བཞི་འདྲ་པོ་ཕྱིན་སོང། དེ་ནས་ངས་དང་པོར་བོད་སྐད་སྦྱངས་དུསཉིས་སྟོངཉིས་སྟོང་བཅུ་དགུ་ལོ་ལ་རེད། སྐབས་དེ་དུས་ངའི་ཐོ་རོ་ཐོན་ཚར་ཚད་ཡིན། དེ་ནས་ལོ་དེ་ལ་ངས་རྒྱ་གར་གྱི་གངས་སྟོན་དགོན་པ་ལ་ཚུགས་ཡོང་ཨ་ཀྱི་སྐལ་བཟང་བྱུང། དེ་ནས་དེ་དུས་ངས་གངས་སྟོན་དགོན་པ་ལ་ཟླ་བ་གཉིས་བོད་སྐད་སྦྱངས་ཡིན། དེ་ནས་དེའི་རྗེས་ལ། ང་ཐའི་ཝན་ལ་ཕར་ལོག་ཡིན། དེ་ནས་ཐའི་ཝན་ལ་དང་པོ་དམག་མི་ལ་ཟླ་བ་བཞི་སུ་འགྲོ་དེ་ནས་དེའི་རྗེས་ལ། རྡོ་དབྱིངས་ནས་ཡང་འཛམ་གླིང་ལ་ཁྱབ་བརྡལ་ཆེན་པོ་ཕྱིན་པར་རོ། བྱས་ཙང་སྐབས་དེ་དུས་ངས་རྒྱ་དཀར་ལ་ཚུར་ཡང་གི་གོ་སྐབས་མ་བྱུང། བྱས་ཙང་ངས་ཐའི་ཝན་ལ་བསྡད་ནས་བེ་ཅན་འགྲོ་གནིས་སོང། ཐའི་ཝན་ནང་ལ་བསྡད་ནས་ནང་ཆོས་དང་བོད་སྐད་སྦྱངས་པ་ཡིན། དེ་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ལ་གཞི་ནས་རྒྱ་གར་ལ་ཚུར་ལས་ནས་ནི་ད་ནའི་བར་དུ་བསྡད་བསྡད་པ་ཡིན། གྱི་ནས། ངེད་བོད་སྐད་དེ་ཡག་སྐད་འགྲོ་ཡག་ཆེ་ཆོད་དེ། ཐའེ་ཡན་ལ་བསྡད་དུས་སྐབས་སུ་བྱུང་བ་རེད། ནས་བྱས་ཙང་ངས་ཐའེ་ཡན་ལ་བསྡད་དུས། བོད་སྐད་གང་འདྲེར་སྦྱངས་ཡོད་མེད་ནི་ཞུས་དགོས་བསམ་བྱུང། སྐབས་དེ་དུས་ང་གཙོ་བོ་དེ་ཐར་ལམ་སོང་ལ་བརྟེན་པ་རེད། ཐར་ལམ་སོང་བརྒྱུད་ནས་བོད་སྐད་སྦྱངས་པ་ཡིན། ཐར་ལམ་དང་པོ་དེ་དྲ་ཐོག་གི། ཨོ། འཛིན་གྲྭ་ཞུ་ཡག་དེ་རེད། སྐབས་དེ་དུས་ད་མི་ཚ་ར་ལ་ནང་བསྟན་སྲི་ཞུ་ཁང་ཟེར་གི་བོད་ཡིག་བསླབ་ས་ཅིག་ཡོད་རེད། ནས་ཁོང་ཚོས་གི་ཨོ། དྲ་ཐོག་གི་འཛིན་གྲྭ་ཚོགས་ཀྱི་ཡོད་རེད། དགེ་རྒན་གཅིག་ལ་སློབ་ཕྲུག་གཅིག། ཨོ། ད། ཨོ། ཐད་གཏོང་བརྒྱུད་ནས་ཨ་ནི་ཨོ་འཛིན་གྲྭ་ཚོགས་ཀྱི་ཡོད་རེད། འཛིན་གྲྭ་དེ་གིས་ང་ལ་ཕན་ཐོགས་ཞེ་པོ་བྱུང་སོང། གང་ཡིན་ཟེར་ན། དགེ་རྒན་གཅིག་སློབ་ཕྲུག་གཅིག་ཡིན་པ་ཡིན་ཙང། ཨ་ནེ་སློབ་ཕྲུག་གི་ངོས་ནས་སྐད་ཆ་མང་པོ་བཤད་ཨ་ཡོད་རེད། དེ་ནས་དགེ་རྒན་ཡང། ད། སོ། སློབ་ཕྲུག་གེགས་ཀྱི་གནས་སྐབས་དང་བསྟུན་བྱས་ཨ་ནེ་ཡིས་སྐད་ཆ་བཤད་ཨ་ཡོད་རེད། བྱས་ཙང་ང། འཛིན་གྲྭ་ཐོག་གི་སློབ་ཚན་དེ་ཞུས་ནས་ཕན་ཐོགས་ཞེ་པོ་བྱུང་སོང། དེ་ནས་ཐར་ལམ་གཉིས་པ་དེ་ག་རེ་རེད་ཟེར་ན། སྐབས་དེ་དུས་ངའི། བརྩི་བཀུར་བྱེད་ས་གི་རྒན་ལགས་གཅིག་ཡོད་རེད། ཁོང་གི་ངག་ལ་ལམ་སྟོན་གནང་བྱུང། ཁོང་གིས་ཟེར་ན་ཁོང་སྙན་མ། བོད་སྐད། བོད་སྐད་སྦྱང་དུས། ནི། བདུན་ཕྲག་དེ་ལ་ཇག་གི། ཚིག་ཟ་བ་དང་ནི་གང་སྦྱངས་པ་དེ་ཚང་མ་རུབ་རུབ་བྱས་ནས། དེ་ནས་སྒྲུང་གཅིག་བཟོས་གི་རེད། ནི་གང་ཟོས་ཡག་གི་སྒྲུང་དེ། ནི་མི་གཞན་པ་ལ་བཤད་གི་རེད། གནས་འདི་ཐར་ལམ་ཡག་པོ་གཅིག་རེད་གསུངས་ཀྱི། བྱས་ཙང་སྐབས་དེ་དུས་ངེད་དེ་ཐར་ལམ་དེ་ད་ག་རང་བེད་སྤྱོད་གཏོང་དགོས་བསམ་བྱུང། ཡིན་ནའང་སྐབས་དེ་དུས་ངེད་ཀྱི་ཉེ་འགྲམ་ལ་བོད་སྐད་ཤེས་མཁན་གཅིག་ཡོད་མ་རེད། བྱས་ཙང་ངེད་དེ་སྒྲོང་ཤེས་ས་རག་མ་སོང། བྱས་ཙང་ངེད་བསམ་བློ་ག་རེ་འཁོར་སོང་ཟེར་ན། ངེད་སོ་སོ་ད་མི་དེ་དངོས་སུ་ཡོད་གི་མ་རེད། ངེད་དྲ་ཐོག་ལ། ཨ་ནི་འབྲོང་ཞུས་ན་འདྲི་རྒྱུ་རོ་ཨ་སངས་སོང། བྱས་ཙང་སྐབས་དེ་དུས་ངའི་བདུན་ཕྲག་དེ་ལ་ཅང་ཡག་གི་ཚིག་དང། བརྡ་སྤྲོད་དང་ཚང་མ་རུབ་རུབ་བཟོས། དེ་ནས་སོ་སོ་གི་འབྲོང་གཅིག་བཟོས་གི་རེད། འབྲོང་དེ་བཟོས་ཚར་ནས་དེ་ནས། ངའི་དགེ་བཤེས་གཅིག་ལ་ཕུལ་ནས་ཁོ་རང་སྤྱན་འབུད་ཞུས་ནས་དེ་ནས་ཁོང་གིས་ང་ལ་ནོར་བཅོས་གནང་གི་རེད། ནོར་བཅོས་གནང་ཚར་བའི་རྗེས་ལ་དེ་ནས་ངས། ད་ད་ལྟ་ནང་བཞིན། ཨ་ནི་ཁང་པ་ར་བལྟས་བྱས་ཨ་ནི་སོ་སོ་འདྲོངས་ཏེ་ཐེན་ཅི། ཐེན་ཅི་ཤེས། དེ་ནས་བརྙན་ཐུང་བཟོས་ནས་ངོ་དེབ་ཁང་ལ་བཞག་གི་ཡོད། ཐར་ལམ་དེ་ར་བལྟས་ནས་ང་ལ་ཕན་ཐོགས་ཞེ་པོ་བྱུང་སོང་དངོས་གནས། གང་ཡིན་ཟེར་བ་ཡིན་ན། ད་དེ། འབྲོང་ཤ་དེ་གི་གྱོད་གཞི་དེ་དེ་གི་ནང་ལ། ད། དང་པོ་དེ་སོ་སོ་བདུན་ཕྲག་དེ་ལ་སྦྱང་གི་ཚིག་གསར་དེ་བསྐྱར་སྦྱོང་བྱས་ཐུབ་པོ་རེད།

བྱས་ཙང། ཐར་ལམ་དེ་ལ་བརྟེན་ནས་ང་ལ་དེ། བོད་སྐད་བོད་སྐད་ཡག་སྐད་ཞེ་པོ་བྱུང་སོང། དེ་ནས་ཐར་ལམ་གསུམ་པ་དེ་ག་རེད་ཟེར་ན། ཨོ། ང་དེ། སྐབས་དེ་དུས་ངའི་སྒྲུང་བཤད་ནས་ངོ་དེབ་གམ་ལ་བཞག་གི་རོགས། བྱས་ཙང་སྐབས་དེ་དུས། ད། དྲ་ཐོག་དྲ་གྲོགས་ཁ་ཤས་ཀྱིས་ང་ལ། ངོ་ཤེས་ཀྱི་ཡོད་རེད། སྐབས་དེ་དུས། ངེད་ཀྱི་དྲ་གྲོགས་གཅིག་དགེ་བཤེས་ལ་གཅིག་དང་ངོ་བཤད་བྱུང། གནས་ཁོང་ཏག་ཏག་ཨོ་ཉིད་ཀྱི་སྐབས་དེ་དུས་ཀྱི་གདན་ས་གདན་ས་དེ་གི་གདན་ས་དེ་དང་ཐག་ནི་ཐག་ཐག་རིང་པོ་ཡོད་མ་རེད། རྐང་འཁོར་བཞིན་པ་ཡིན་ན་ཕལ་ཆེན་སྐར་མ་ཨོ་བཅུ་ཉི་ཤུ་ཨ་ནི་ཁོང་ཚོ་གི་བཞུགས་ས་ལ་སླེབས་སླེབས་འགྲོ་དགོས་རེད། བྱས་ཙང་སྐབས་དེ་དུས། ངའི་ལམ། ནམ་རྒྱུན། ནི་ཁོ་རང་གལ་ཆེ་ལ་ཁོ་རང་གི་ས་ལ་ཕྱིན་ནས་ནི་ཁོ་རང་དང་མཉམ་དུ་མཉམ་དུ་སྐད་ཆ་བཤད། དེ་ནི་ཀོ་ར། ཀོ་ར་གྲོགས་པོ་རེད། སྐབས་དེ་དུས་ཁོ་རང་དང་མཉམ་དུ་ཞིབ་ནས་སྐད་ཆ་བཤད་དུས། ང་རང་གིས། བོད་སྐད་ཤག་གེ་ཙེ་ཡག་གེ་ཞེ་པོ་ཕྱིན་བྱུང། ཨོ། དེ་ཡིས་ད་དེའི་ཐར་ལམ་གསུམ་པ་དེ་རེད། ནི་བྱས་ཙང་ང་ཐར་ལམ་གསུམ་པ་དེ་དང། གཙོ་བོ་ཐར་ལམ་ཐར་རང་གསུངས་དེ་དང་དེ་ལ་བརྟེན་ནས། ཨ་ནི་བོད་སྐད་ཡག་པས་ཡག་སྐད་ཞེ་པོ་བྱུང་སོང། ཨ་ནི་དེ་གི་ཞོགས་ལ། དབྱངས་སོགས་ཚང་ཚང་སོ་སོ། ཨ་ནི་བོད་སྐད་ཀྱི་ལེའུ་བལྟ་ཡ་དང་དེ་ནི་ད་ག་ནང་བཞིན་བོད་སྐད་ཀྱི་སྒྲུང་ནི་ཡ། གལ་སྲིད་དུས་ཚོད་ཡོད་དུས་ངས་ད་རྟག་པར་དེ་འབྲེལ་གྱི་སྒྲུང་དང་ལེའུ། ད་བལྟ་དེ་གི་ཡོད། ལགས་སོ་ཨ་ནི་དེ་རིང་འདས་ཚེ་ཡིན། ནི་ང་ཚོས་ཐེངས་རྗེས་མ་བརྗེད་ཡོང། བཀྲ་ཤིས་བདེ་ལེགས།